ཨན། དེ་འདྲ་ཡིན་ན་རྟ་ལ་ཞོན་པ་ཡང་སྣང་བ་ཡོད་རེད་བ། རྟ་ལ་ཞོན་པ་སྣང་བ་ཡོད་པ་ཡིན་ན་དེ་རྐང་པ་བཞི་ཡོད་ཙང་བྱས་པ་རེད། རྐང་གཉིས་ལ་ཞོན་པ་ཅིག་སངས་རྒྱས་རྣམ་རྟོག་པ་མ་རེད་ཟེར་ང་སྡུག་སེ་རྒྱབ་མྱོང། བྱས་ཙང་དགེ་འདུན་གྱི་ནང་ཁྲིན་དེ་ལས་ཀྱི་གནས་ལ་ཡོད་པ་ཚོས་གང་བཅད་པ་དེ་ལ་ཕྱག་བཞག་འོར་མ་འདིར་ཡ།

གཞན་གྱི་ཁ་ཟེར་བ་དང། ཁྱིམ་པ་ལ་མི་མཛེས་པ། དེ་ལས་བརྟེན་བཅས་པ་ཤ་སྟག་རེད། གཞན་གྱི་ཁ་ཟེར་བའི་གཞི་རྩ་ཡོད་པ་དང། ཁྱིམ་པའི་མིག་ལམ་དུ་མི་མཛེས་པ་ཡོད་པ་དེ་ཚོའི་དབང་གིས། བཅས་པ་མང་པོ་བཙལ་ཡོད་རེད། ཅིང་རྒྱ་ངམ་ས་གཟུང་ན་ནས་དེ་འདྲའི་རང་གི་དབང་གི་དཔྱད་པ་མཛད་པ་དཔྱད་བྱང་གི་ལྟུང་བ་མང་པོ་ཡོད་རེད། དེ་དང་མཐུན་པར་བྱས་ནས་དགེ་འདུན་གྱི་ན་ཕྲེང་བསལ་ཏེ་དེ་འདྲའི་ཕྱིའི་ཐོག་ནས་འགྲོ་དགོས་ཀྱི་རེད། བྱས་ཙང་ད་ལྟ་ངས་ཁྱེད་རང་ཚོར་གསོལ་འདེབས་ཞུ་ཡག་གི། དོན་དག་འདི་མདོར་བསྡུས་པ་ཡིན་ན། ཕྱི་ནས་ཕྱི་མེད་པར་རབ་ཏུ་བྱུང་བའི་འདུ་ཤེས་མ་དུལ་བའི་ཐོག་ནས། ཚུལ་ཁྲིམས་རྣམ་པར་དག་པའི་གཞི་བཟུང། སྤྱིར་སངས་རྒྱས་ཀྱི་སྤྱད་པ་དང་དགུའི་དགེ་འདུན་གྱི་ནང་འཁྲིག་འདྲ། འགལ་བ་མེད་པ་ཅིག་གིས་བརྩི་མཐོང་ཆེན་པོ་ཕྱིན། ཨན་དེའི་ཐོག་ནས། ཐོས་བསམ་སྒོམ་གསུམ་གྱི་བྱ་བ་ཡང་མ་འབྲེལ་བའི་ཐོག་ནས། སློབ་པ་ཐོས་བསམ་དང་སྤོང་བ་བསམ་གཏན་གྱི། གནད་ལ་ཡང་ཚིག་གཅིག་ཏུ་བརྩོན་ཐུབ་ཡག་ཅིག་ལྟ། དེ་ཡང་རྨོངས་དད་ཙམ་མ་ཡིན་པ། ཇི་ལྟར་ཐུལ་བའི་དུས་ན་རིག་པ་ཞིག་ཉིད་དང་མཚན་དུ་ཚུལ་བཞིན་རབ་བརྟགས་ཏེ་གསུངས་པ་ནང་བཞིན་རིག་པའི་ལམ་ནས། རིག་པའི་ལམ་ནས་ངེས་པ་གཉིས་པའི་ཐོས་བསམ་གནང་ཡ་དང། རིག་པའི་ལམ་ནས་ངེས་པ་གཉིས་པའི་ཐོས་བསམ་དེ་ནི་སྒོམ་ཉམས་ལེན་དུ་སྦྱར་ཐུབ་ཡ་ཞིང། དེའི་ཐོག་ནས་དང་འགྱུར་ཐུབ་པ་དོན་དང་ལྡན་པ་ཅིག་ཡོང་ཐུབ་པ་ཅིག་གལ། ནང་རང་ནང་བཞིན་དེ་གསོལ་བ་བཏབ་ཀྱི་ཡོད། ད་གསོལ་བ་བཏབ་མཁན་དེ་རང་ཉིད་ཉམས་ལེན་མེད་མཁན་གཅིག་གིས་གསོལ་བ་བཏབ་དུས་སྐབས་ལ་ཕན་ཐོགས་ཆེན་པོ་དེ་ཡོང་གི་མ་རེད་བསམ་གྱི་འདུག་རྫ་དཔལ་སྐྱིད་ཀྱིས་ལྟ་བ་གསུང་དགོས་པ་རེད། རང་ལ་ཉམས་ལེན་མེད་པའི་དཔེ་ཐོག་གི་བྲོ་བརྡུང། ཉན་མཁན། མཛེས་མཛེས་འདྲ་ཡང་མི་ལྡིང་ངོ་མ་སུ། དེ་དེ་འདྲའི་ར་བྱི་རེད་ད་མི་ལྡིང་ངོ་མ་སུ་ར་བྱི། ད་ལྟ་ཁྱེད་རང་གིས་འདི་ཞུས་པ་སུ་བ་ལྟ་བུ་ཚང་མ་ལོ། ཁྱེད་རང་གིས་ཉམས་ལེན་བྱེད་ཀྱི་ཡོད་པས་ང་བཀའ་འདྲི་གནང་བ་ཡིན། ངས་ཉམས་ལེན་བྱེད་མ་ཐུབ་པ་རེད། ཉམས་ལེན་བྱེད་ཡག་གི་འདུན་པ་མེད་པ་རང་ཚོད་ཕལ་ཆེར་ཡིན་གྱི་མ་རེད་དེ། ཁོ་སྐབས་དང་དུས་གཅིག་གི། འདི་འདྲ་རེད་ཉམས་ལེན་བྱེད་མ་ཐུབ་ངེས་ཀྱི་མི་གཅིག་གིས། གཞན་དག་ལ་ཡང་ཉམས་ལེན་གནང་རོགས་གནང་ཞུ་ཡ་དེ། མ་འོས་པ་ཞིག་རེད་དེ་ཡིན་ནའི། བསམ་བློ་ནང་ལ་གང་དྲན་པ་དེ། མ་ཞུས་པ་ཡིན་ན། ཡང་ཁ་ཞིག་མ་མཚུངས་པ་ཆགས་འགྲོ་གི་རེད་ཨེ་འདི་ཅིག་བཤད་ཟེར་ནས་གསུངས་པ་ཡིན་ཙང། གནས་ཚུལ་དེ་ཚོ་སྙན་གསང་ཞུ་ཡ་གི། དམ་བདེ་ལས་ནས་གཞི་ནས་བསམ་བློ་ནང་ལ་འདུན་པ་དེ་འདྲ་སྐྱེས་སོང་ཨེ་འདི་བཤད་དེ། བསྒོམ་པ་སྦྱར་བ་ན་ཚང་མས་བཟོད་བསྲན་ཆེན་པོའི་ཐོག་ནས་གསན་པ་དེ་ལ་བསྐྱར་མཐུད་བཞུགས་ཡོད། ལྷག་པར་དུ་ཆབ་སྲིད་ཀྱི་ནང་ལ་ཆ་ཤས་བཞེས་པའི་སྐབས་ལ་རང་ཉིད་རབ་བྱུང་ཡིན་པའི་འདུ་ཤེས་ཤིག་ཡོད་པ་ཡིན་ན། ཆོལ་ཁ་ཆོས་ལུགས་དག་རང་དང་གཞན་གྱི་རྣམ་དབྱེ་ཕྱེ་ནས་ཆགས་སྡང་རྨོངས་སུ་འགོ་དབང་དུ་མི་འགྲོ་བ་དེ། ཏན་ཏན་ཡོང་གི་རེད་བསམ་གྱི་ཡོད། ཆབ་སྲིད་ནང་ཆ་ཤས་ཞེས་པའི་སྐབས་འདིར། ཁྱིམ་པ་དང་མི་འདྲ་བའི་རབ་བྱུང་ཡིན་པའི་འདུ་ཤེས་གསལ་བོ་བྱེད་མེད་པ་ཡིན་ན། ཨན་ཅིའུ་ཕལ་པ། ཉོན་མོངས་པ་ར་བའི་དབང་དུ་སོང་བ་འདི་ཚོས། བྱེད་སྟངས་ནང་བཞིན་བྱས་ནས་འགྲོ་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། དེ་འདྲས་བྱས་ནས་ཕེབས་པ་ཡིན་ན། ཨན་ཇེ་མང།

ཨོ་དེ་འདྲས། རབ་བྱུང་གི་སྡིག་རྣམས་ཆགས་སོང་བ་ཡིན་ན། ཨན་ཏན་ཏན་ཞབས་འདྲེན་ཆེན་པོ་རེད་བསམ་གྱི་ཡོད། ཆོས་དང་མ་མཐུན་པ། འདུལ་བ་དང་མ་མཐུན་པ། ཡ་རབས་བཟང་སྤྱོད་དང་མ་མཐུན་པ། དགེ་འདུན་གྱི་ནང་འཁྲིང་དང་མ་མཐུན་པ། རབ་ཏུ་བྱུང་བའི་སྤྱི་རྒྱུད་དང་མ་མཐུན་པ་ཅིག་ཆགས་འགྲོ་ཡ་ཉེན་ཁ་ཡོད་རེད། དེ་འདྲའི་སོང་ཡིན་ཙང་རབ་ཏུ་བྱུང་བ་འདི་ཚོས་རབ་བྱུང་གི་འདུ་ཤེས་མ་དུལ་བའི་ཐོག་ནས་ཨ་ནེ་འོས་ཤིང་འཚམས་པའི་སྤྱི་ཚོགས་དང་ཆབ་སྲིད་ནང་ཆ་ཤས་ཞེ་སྡང་དེ་མཐའ་གཉིས་སུ་མ་ལྷུང་བ་གནང་དགོས་ཏེ་གལ་ཆེན་པོ་ཞུ་རྒྱུ་རེད་བསམ་བར་ལམ་དེ་ལ་ང་དམིགས་བསལ་གྱིས་དེའི་ཐོག་ལ་ཚོར་སྣང་ཆེན་པོ་ཞིག་བྱུང།

ད་དེ་འདྲས་བྱས་པ་ཡིན་ན་གྲྭ་པའི་ཆབ་སྲིད་ནང་ཆ་ཤས་བཞེས་དགོས་རེད་ཟེར་ནས་ང་ཚོས་རྒྱུན་ལྡན་བཤད་བསྡད་ཡ་དེ། ཆོས་སྲིད་ཟུང་འབྲེལ་ལ་ཆ་སྒྲོས་ཡོད་དང། ཆོས་འགལ་རིང་ལུགས་བཅས་ལ་ཆ་སྒྲོས་ཡོད། ངེས་པ་མི་འདུག་བསམ་ཚང་རབ་བྱེད་ཀྱི་ཞལ་ནང་ར་བྱུང་སྟེང་ཡང་སྣང་ཚགས་བྱས་ནས་ང་ར་ཚོང་ནང་གང་བྱུང་པ་དེ་ད་འདས་ཞུས་བཞག་པ་ཡིན། ཡང་དེ་ཡི་འགྲེལ་བཤད་ལོག་པ། སྐྱོན་སྣང་རྒྱུ་ཡོད་མར་གདའ། ད་ལྟ་ངས་ཞུས་པ་དེ། ད་ལྟ་འགྲོ་བཞིན་པའི་ཡུལ་དུ་ལས་རིམ་དང། འབྲེལ་བ་གང་ཡང་ཡོད་མ་རེད་ལ། ལྷག་པར་དུ་འབྱུང་འགྱུར་དངོས་གཞིའི་ཡུལ་དུས་སྐབས་ཀྱི། གནས་སྟངས་ཀྱི་ཐོག་ལ་ཡང། འདི་བྱས་འདི་མ་བྱས་ཟེར་ཡག་གི་ལམ་སྟོན་གྱི་ངོ་བོ་ལ་རྩིས་གནང་རྒྱུ་ཡག་མ་རེད། ཡོད་དོ་ལས་རིང་འགྲོ་བཞིན་པའི་སྐབས་ཡིན་ཙང། ད་ལྟ་འདི་ང་རང་གི་ཚོར་སྣང་ཙམ་གྱིས། རབ་བྱུང་ཚོས་ཆབ་སྲིད་ཀྱི་ནང་དུ་ཆ་ཤས་བཞེས་པའི་སྐབས་འདི་ཡ། རང་ཉིད་ཕྱི་ནས་འཆི་མེད་པ་རབ་བྱུང་བ་ཡིན་སྙམ་པའི་འདུ་ཤེས་དེ། ཕལ་ཆེར་གསལ་བོ་མི་འདུག་བསམ་པའི་ཚོར་སྣང་ཅིག་བྱུང་བ་རེད་ཚོར་སྣང་དེའི་དོན་དུ་ངས་འདི་ཞུས་པ་ཡིན། ད་གཙོ་བོ་ནི་ཁྱེད་རང་ཚོ་གདན་ས་ཁག་ལ་ཡོད་པའི་དགེ་འདུན་པ་བཅས་དེ་འཇིག་རྟེན་འདིའི་སྐྱེ་འགྲོ་ཡོངས་ཀྱི་ནང་ལ། བསོད་ནམས་ཆེ་ཤོས་དེ་སྐལ་བ་བཟང་ཤོས་དེ་རེད་བསམ་དྲན་གྱི་ཡོད། ཁྱེད་རང་ཚོ་ནང་བཞིན་སྐལ་བ་བཟང་པོ་དང། ཁྱེད་རང་ཚོ་ནང་བཞིན་བསོད་ནམས་ཆེན་པོ། ས་ཡི་གོ་ལ་འདིའི་ཐོག་ལ། མི་དུང་ཕྱུར་བརྒྱ་ཕྲག་ཁ་ཤས་ཡོད་པའི་ནང་ནས་ཁྱེད་རང་ཚོ་དང་མཉམ་པའི་བསོད་ནམས་ཆེན་པོ་སུ་ཡང་ཡོད་མ་རེད་བསམ་གྱི་ཡོད། དལ་འབྱོར་གྱིས་མི་ལུས་ཐོབ། སངས་རྒྱས་ཀྱི་བསྟན་པ་འདི་མཇལ། ཕྱིན་ནས་ཕྱིན་མེད་པར་རབ་ཏུ་བྱུང། འཚོ་བའི་མཐུན་རྐྱེན་གྱིས་ཕོངས་པ་མེད་པར་བྱས། ཨ་ནི་རང་གིས་བརྩོན་འགྲུས་ཀྱིས་ལྕོགས་པ་ཡིན་ན། ཐོས་བསམ་སྒོམ་གསུམ་ག་འདྲས་ཀྱིས་གནང་གི་ཡིན་པ་ཡིན་ནས། ཚེ་འདས་དང་སྐྱེ་བ་གཏན་གྱི་འདུན་མ་ག་འདྲས་ཀྱིས་བསྒྲུབས་གནང་གི་ཡིན་པ་ཡིན་ནས། ཚེ་གཅིག་ལུས་གཅིག་ལ་ཟུང་འཇུག་གི་དབང་ཐོབ་ཡག་ཞིག་གནང་གི་ཡིན་ན་ཡང། ལོ་སོང་ཕྱོགས་སོང་ཙམ་ཡར་སངས་རྒྱས་ཀྱི་གོ་དབང་ཐོབ་ཡག་གི། ཐབས་ཤེས་ཀྱིས་གནང་གི་ཡིན་པ་ཡིན་ན་ཡང། གནང་ཐུབ་ཡག་གི་གོ་སྐབས་དང། གནང་ཐུབ་ཡག་གི་མཐུན་རྐྱེན་ཆ་ཚང་འཛོམས་བསྡད་པ་ཞིག་གི་ནང་ཅང་ཙུ་བཞུགས་ཡོད་རེད་བསམ་སྟེ། ང་རང་ཡིན་ན་འཛམ་རིག་ཕྲག་དོག་གི་འདུ་ཤེས་ཡོང་གི་འདུག་ཅང་ཙུ་སྐལ་བ་བཟང་པོ་རེད་ཨ་ད་ང་ཚོ་སྐལ་བ་ངན་པ་རེད་སོང་བསམ་སོང། ང་སྐྱབས་རྒྱུད་སླད་དུས་སྐབས་ལ་འཛིན་གྲྭ་དབུ་མ་རྙིང་པ་ལ་མ་གཏོགས་སླད་ཡོད་མ་རེད་ཕ་ཆེན་ཚར་ནས་དབུ་མ་ལོ་གཅིག་དབུ་མ་ལོ་གཉིས་ཚར་རྗེས་དབུ་མ་ལོ་གསུམ་པ་དེ་ལ་སླད་པའི་སྐབས་ལ་ཆོས་ཐོག་ལ་ཡོང་གི་རེད་ཨན་དེ་ནས་བྱས་ནས་སྦག་ས་དང་དགྲ་ལ་ཧོ་སི་ལྟ་བུ་ལྷུག་ཆུང་རྒྱུན་མཐུད་ནས་བྱས་ས་ཅི་ལ་སླད་ཡོད་མ་རེད། བཅས་ཚང་གཞུང་ཆེན་མོ་ལ་ཐོས་བསམ་མཐར་ཕྱིན་པ་བྱེད་གོ་བབ་བྱུང་མ་སོང་བསམ་པའི་བློ་ཕམ་དེས། ལོ་གཅིག་སོང་གཉིས་སོང་ལ་ལྷག་པ་རྒན་འཁོགས་ཆགས་དུས་སྐབས་ལ་དེ་བློ་ཕམ་ཡང་ཡང་ཡོང་གི་འདུག་གཞུང་ཆེན་ཐོས་བསམ་འདི་མཐར་ཕྱིན་པ་བྱས་བྱུང་ཡོད་པ་ཡིན་ན། ད་ལྟའི་བསམ་པའི་གནས་ཚད་དེ་ཕྲན་བུའི་གྲངས་ཡོང་གི་རེད་བསམ་པར་ཅིག་དྲན་བསྡད་ཀྱི་ཡོད། བྱས་ཙང་དེ་འདྲའི་མི་མང་པོ་རག་གི་ཡོད་མ་རེད། ད་ལྟ་གདན་ས་ནང་ཡོད་པའི་དགེ་འདུན་པ་ཚོས་སྐལ་བ་བཟང་པོ་ཡོད་པ་ནང་བཞིན་བྱེད་དགེ། སྐལ་བ་བཟང་པོ་ཡོད་མཁན་ཤ་ཉུང་ཉུང་རེད། དེ་འདྲའི་སྐལ་བ་བཟང་པོ་ཡོད་པ་དེ་ཁྱེད་རང་ཚོས་ངོས་ཟིན་པ་ཏན་ཏན།

ཡིན་ནས་ད་ལྟ་ངས་སྐད་ཆ་འགོ་བཙུགས་དུས་སྐབས་ནས་ཕྱི་ནས་ཕྱི་མེད་པར་རབ་བྱུང་ཡིན་པའི་འདུ་ཤེས་དེ་མ་དོར་བར་གནང་དགོས་རེད་ཟེར་གནང་ན་ཡག་པོ་འདུག་ཟེར་ནས་ཞུས་པ་ཡིན་ཙང་འདུ་ཤེས་དེ་འདྲས་ཞུས་པ་ཡིན་ན་ཨ་ནི་རང་གིས་ལས་སུ་བྱ་བ་གཉིས་མ་གཏོགས་ཡོད་མ་རེད། རབ་ཏུ་བྱུང་བའི་བྱ་བ་འདི་གཉིས་ཏེ། སློབ་པ་ཐོས་བསམ་དང། སྤོང་བ་བསམ་གཏན་ངོ། བྱས་ནས། བསྟན་པའི་བདག་པོ་སྟོན་པ་རང་གིས། ཚིག་དག་གཙང་མ་བཅད་ནས་ཚིག་གི་བདག་པོའི་ཚིགས་སུ་བཅད་ནས་གསུངས་འདུག་ག། རབ་ཏུ་བྱུང་བའི་བྱ་བ་ནི་གཉིས་ཏེ། སློབ་པ་ཐོས་བསམ་དང་སྤོང་བ་བསམ་གཏན་ངོ། མ་གཏོགས། གསུམ་སྟེ་བཞི་སྟེ་བྱས་ནས་གསུངས་ཡོད་མ་རེད། སྤྱི་ཚོགས་ཀྱི་ངོས་ནས་འཁྲི་བའི་ལས་འགན་གཅིག་དང། རང་ཉིད་རབ་བྱུང་ཡིན་པའི་ཆ་ནས་འཁྲི་བའི་ལས་འགན་གཉིས་ཀྱི་བར་ལ་ཡང་མ་མཐུན་པ་མེད་པ་ཡིན་ན་གཉིས་ཀ་སྒྲུབ་དགོས་ཡ་ཡིན་གྱི་རེད། དེའི་བར་ལ་འགལ་ཟླ་བྱུང་བ་ཡིན་ན་རབ་ཏུ་བྱུང་བ་ཡིན་པས་ལས་འགན་དེ་གཙོ་བོ་བརྩི་དགོས་པ་རེད་མ་གཏོགས། ཡུལ་མི་གཅིག་ཡིན་པའི་ལས་འགན་དེ་གྲལ་རིམ་གཉིས་པ་ལ་ཏན་ཏན་འགྲོ་བ་གཅིག་བྱེད་དགོས་པོ་རེད་བསམ་འདུག་སློབ་པ་ཐོས་བསམ་དང་སྤོང་བ་བསམ་གཏན་གྱི་བྱ་བ་ལྷུན་ཡང་མེད་པར་བྱས་པའི་རྗེས་ལ་ཡང་སྤྱི་ཚོགས་ཀྱི་ལས་དོན་དང་ཆབ་སྲིད་ཀྱི་ལས་དོན་གཞན་པའི་ཐོག་ལ་འཆར་གཞི་བླང་ཡག་གི་གོ་སྐབས་དེ་བཟུང་གནང་པ་ཡིན་ན་ནི་རབ་བྱུང་བའི་ཚུལ་དང་མི་མཐུན་པ་ཅིག་ཆགས་ཀྱི་ཡོད་མ་རེད། སྤྱི་ཚོགས་དང་ཆབ་སྲིད་ཀྱི་ལས་དོན་དེ་སློབ་བ་ཐོས་བསམ་དང་དཔུང་བ་བསམ་གཏན་གྱི་བྱ་བའི་གལ་ཆེན་དུ་འགྲོ་ཡ་ཆགས་ཀྱི་ཡོད་པ་ཡིན་ན། དེ་གལ་ཆེན་དེ་སྤང་དགོས་ཡ་རེད་མ་གཏོགས་དེ་གལ་ཆེན་དེ་དང་དུ་བླངས་ནས་གལ་ཆེན་པོ་བརྩི་ཡ་ཡོད་མ་རེད་བསམ་གྱི་ཡོད། ང་ཚོ་བོད་ལ་ཡ་འཁོར་ལོ་གསུམ་ཟེར་ཡ་ཅེས་བཤད་སྲོལ་ཡོངས་གྲགས་ལ་འདུག་ག། འདི་བོད་པའི་བཟོས་བྱ་བ་ཇི་ཡིན་འགྲོ། རྒྱ་གར་མཁས་པའི་གཞུང་གི་ནང་ལ་ཡོད་པ་ཇི་འགྲོ། ངས་ད་ལྟ་རྒྱ་གཞུང་གི་ནང་ལ་གོ་ལ་གསུང་གི་ཚིག་འདི་རྩ་བ་ནས་རག་མ་སོང། བོད་ལ་འདི་ཡོངས་གྲགས་རེད། ཡོངས་གྲགས་རེད་དེ་ཚིག་འདི་དང་པོ་ག་དུས་ནས་བྱུང་བ་ཡིན། ངས་ཞིབ་འཇུག་དམིགས་བསལ་བྱས་མ་བྱུང་ན་རག་མ་སོང། ཀློག་པ་ཐོས་བསམ་གྱི་འཁོར་ལོ་སྤོང་བ་བསམ་གཏན་གྱི་འཁོར་ལོ་བསལ་ཡག་འདི་ཡོངས་གྲགས་རེད་འདུལ་བ་རང་གི་ནང་དུ་ཡོད་པ་འདི་རེད་ད་བྱ་བ་ལས་ཀྱི་འཁོར་ལོ་བསལ་ཡག་ཅིག་འདུལ་བ་བྱ་བ་ལས་ཀྱི་འཁོར་ལོ་བསལ་ཡག་འདི་བོད་པའི་གནོན་པའི་རྒྱབ་ཤ་མེད་འགྲོ་བསམ་པ་རེད། སངས་རྒྱས་རང་གི་འདུལ་བའི་གཞུང་ལུགས་ཀྱི་ནང་ན་འཁོར་ལོ་གསུམ་བསལ་ཡག་ཅིག་ངས་མཇལ་མ་སོང་རྒྱ་མ་ཁྱེད་རང་ཚོའི་ཉམས་ཞིབ་གནང་ནས་གཟིགས་པ་ཡིན་ན། ཨན་དེ་ཡོངས་གྲགས་ནང་ན་ཡག་པོ་ཡོད་རེད། བྱ་བ་ལས་ཀྱི་འཁོར་ལོ་ཟེར་ཡ་དེ། ཆོས་དང་མཐུན་པའི་བྱ་བ་ལ། དགོངས་ནས་གསུངས་པ་ཡིན་གྱི་རེད་མ་གཏོགས། ཆོས་དང་མི་མཐུན་པའི་བྱ་བ་ཅིག་བྱ་བ་ལས་ཀྱི་འཁོར་ལོའི་རྣམ་གྲངས་ནང། ཏན་ཏན། བརྩི་གི་ཡོད་མ་རེད་བསམ་གི་ཡོད། ད་དེ་ཚོ་ངའི་བསམ་ཚུལ་རེད་ད་ངས་ཐག་བཅད་ན་ཞུ་དག་སྐལ་ཡོད་མ་རེད། དེ་ཚོ་ངས་བསམ་ཚུལ་ཞུས་པ་དེ་ཁྱེད་རང་ཚོས་ཞིབ་འཇུག་དང་དཔྱད་པ་བྱས་ཡག་གི་གཞི་རྩ་ལ་ཞུ་བ་རེད། དཔྱད་པ་བྱས་ནས་དེ་མ་ཡིན་པ་ཅིག་དཔྱད་དོན་གཉིས་པ་ཡིན་ན་ཨ་ནི་ངས་ཞུས་པ་དཔྱད་དེ་ཕྱི་མའི་ཐལ་བ་བཞིན་དུ་སྤང་རྒྱུ་རེད་མ་གཏོགས་དེ་རིན་ཐང་སྐལ་ཡོད་མ་རེད། དཔྱད་དོན་དེ་དང་མཐུན་པ་གཉིས་པ་ཡིན་ན་དེ་ཐོག་ལ་དགོངས་པ་བཞེས་དགོས་རེད་ཐུགས་མཉམ་བཞེས་དགོས་རེད། དེ་ནས་དཔྱད་པ་གནང་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་རེད་ཅེས་དཔྱད་པ་གནང་ཡག་གི་ཆེད་དུ་ང་རེ་མཐོང་ཚུལ་མཛད་བསྡུས་ཞུས་བསྡད་ཡོད་རེད། དུས་ཚོད་སྙིགས་མ་འདི་འདྲའི་ཞིག་སྐབས་ལ་ཡང་གདན་ས་ཆེན་པོའི་ནང་ན་བཤད་སྒྲུབ་འཆད་ཉན་གནང་ཡག་གི་གོ་སྐབས། ཡོད་པ་དེ་ཞི་བ་ཆེ་རྩ་ཆེན་པོ་དང། ལྟ་མི་ཚེ་ཆ་ཚང་འདིའི་ནང་ལ་འཁྱོལ་བ་གནང་དགོངས་པའི་དགོངས་བཞེས་ཅིག་ཡོད་པ་ཡིན་ན། འོན་ཏེ་ཏན་ཏན་རབ་བྱུང་བའི་འདུ་ཤེས་ལྡན་པའི་ཐོག་ནས། སྤྱི་བ་གཏན་གྱི་འདུན་མ་འགྲུབ་པའི། འདོན་པ་ཡོད་པ་ཅིག་གི་མཚོན་འདུག་རེད་བསམ་གྱི་ཡོད། ད་དེ་འདྲས་མ་ཡིན་པ་ཡིན་ན་ཨ་ནི་ཁྱོད་དེ་ཚེ་འདི་གང་གི་བདེ་བ་སྒྲུབ་ཐབས་ལ་ཡང་བེད་སྤྱོད་བཏང་པ་ཡིན་ན་ཨ་ནི་དེ་ཕལ་ཆེར་ཁྱོད་དང་མཐུན་པ་མིན་པ་ཙམ་དུ་མ་ཟད་པས། རང་བཞིན་གྱི་ཁ་ན་མ་ཐོ་བ་ཡང་ཆགས་ཡག་གི་ཉེན་ཁ་ཡོད་རེད་ང་རང་དེ་འདྲ་བསམ་གྱི་ཡོད། བསྟན་པ་ཁྱབ་སྤེལ་བྱེད་ཡག་དེ་གལ་ཆེན་པོ་ཞིག་རེད། བསྟན་པ་རིན་ཆེན་མཆོག་གི་མ་མཆིའམ་ཁྱབ་བྱ་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡུལ་རབ་སྤྱོད་པ་ཡིས་ཕན་བདེ་སྟེར་ཏེ་གསལ་བར་བྱེད་པ་ཞུ་རྗེར་མི་བྱེད་ཐུགས་མི་རྣམས་ན་བཞིན། བསྟན་པ་མ་ཁྱབ་པ་དང་བསྟན་པ་ཉམས་པའི་ཕྱོགས་ལ་ཡང་དམིགས་བསལ་ནས་བསྟན་པ་འཛིན་སྐྱོང་བྱེད་དགོས་ཏེ། རབ་ཏུ་བྱུང་བས་ལས་འགན་ཇི་ཡིན་པ་ཤེས་མ་བ་རེད། སློབ་པ་ཐོས་བསམ་གྱི་བྱ་བས་འབྲལ་དུ་མི་རུང་བའི་ཆ་ཤས་ཅིག་རེད།

འབྲོག་ལར་ག་པར་མང་དུ་བལྟས་ནས་བརྩིས་པ་ཡིན་ན། དེ་བསྟན་པ་སྤེལ་གི་སྤེལ་གི་ཡོད་མ་རེད། སོ་སོའི་དཔལ་འབྱོར་སྤེལ་གི་ཡོད་ན་མ་གཏོགས་བསྟན་པ་སྤེལ་གི་ཡོད་མ་རེད། འབྲོག་ལར་བག་བཞག་ནས་རྒྱ་གར་གྱི་དཔལ་ཤ་དམར་པོ་གཅིག་གི་ཕུལ་ཡ་མེད་མཁན་གྱི་གང་ཟག་དང། དེ་འདྲ་མེད་མཁན་གྱི་གང་ཟག་མང་པོ་ཡོད་ས་གི་ས་ཕྱོགས་དེ་ཚོ་ལ། བསྟན་པ་འཕེལ་བའི་བྱ་བ་གནང་ཐུབ་པ་ཡིན་ན། ཨ་ནི་དགོན་པ་ནང་ལ་མ་ཞུགས་པ་བྱས་ནས་ཕྱི་ལོགས་ལ་ཕེབས་པ་ཡིན་ནས་དོན་དང་ལྡན་པ་རེད་བསམ་འདུག་ད་འདོད་ཆ་སྣོད་དང་ལྡན་མི་ལྡན་དེ་འབྲོག་ལར་མང་ཉུང་གི་ཆ་ནས་ཨ་ནི་བཞག་བྱས། སྲིད་པ་ཡིན་ན། དེ་བསྟན་པ་པོའི་ཚབ་ལ་ཡབ། རང་རྒྱུད་ཀྱི་ལྷ་བཟང་པོ་ཡོན་ཏན་ཉམས་པར་བྱེད་ཡ་དང། གཞན་ལ་ཡང་ལྷ་བཟང་པོ་ཡོན་ཏན་སྤེལ་མི་ཐུབ་པ། རང་ཉིད་ཕྱི་ནས་ཕྱི་མེད་པར་རབ་ཏུ་བྱུང་བ། རབ་བྱུང་དུས་སྐབས་ལ། ང་ཚོས་དགེ་ཚུལ་དང་དགེ་སློང་སྒྲུབ་པའི་སྐབས་ལ་ཡང། དགེ་སློང་གི་སྡུམ་པ་ཞུ་གི་ཡིན་དགེ་ཚུལ་གྱི་སྡུམ་པ་ཞུ་གི་ཡིན། དེ་རྐྱང་རྐྱང་གི། མཇུག་རབ་དེ་སྡུམ་ཡོད་མ་རེད་བསམ་དུ། འཕགས་པའི་རིགས་བཞི་ལ་གནས་པ་ཡང་ང་ཚོ་ཁྱང་ལུག་དགེ་འདུན་བཅས་པའི་དྲུང་ནས་ཁས་བླངས་ཡོད་རེད། འཚོ་བ་ངན་ངོན་ཙམ་གྱིས་ཆོག་བཞི་པ། གནས་མལ་ངན་ངོན་ཙམ་གྱིས་ཆོག་བཞི་པ། ན་བའི་སུན་མལ་ངན་ངོན་ཙམ་གྱིས་ཆོག་བཞི་པ། སྤོང་བ་དང་བསམ་གཏན་ལ་མངོན་པར་དགའ་བར་བྱེད་ཀྱི་ཡིན་ཟེར་ནས། ད་ཅི་བྱས་ན་ཁ་ཤས་ཀྱིས་ནི་དྲན་རྒྱུ་ཚོར་རྒྱུ་མེད་པར་རྗེས་མཐུད་ཙམ་བྱས་ཡོད་པས་སྲིད་ཀྱི་རེད། ཡིན་ནའི་མང་ཆེ་བ་གིས་བསམ་བཞིན་དུ་ཤེས་བཞིན་དུ་སུ་ཁས་ལེན་བྱས་ཡོད་རྒྱུ་རེད་པ།

ཤོག་ཐོག་ནས་ཕིར་གུ་ཡག་གིས་སྒོམ་པ་བཤད་པ་ཡིན་ན། དེའི་སྒོམ་པ་དེ་ག་འདྲས་བྱས་ནས་ཐུགས་ལ་འཁོར་བ་རེད་ཟེར་ན། རང་ཉིད་ཕྱི་ནས་འཆི་མེད་པ་རབ་བྱུང་བ་ཡིན་པས་འདུ་ཤེས་བརྟན་པོ་མེད་པ་དང། རབ་བྱུང་བའི་བྱ་བ་ལ་ཡར་སློག་པ་ཐོས་བསམ་དང་དཔུང་བ་བསམ་གཏན་ལས་གཞན་པ་མེད་པ་ཞིག་ཡིན་པ་དེ་གསལ་པོ་ཅན་འདུ་ཤེས་མེད་པའི་དབང་གིས་འབྱུང་སྲིད་པ་རེད་བསམ་གྱི་ཡོད། དེ་འདྲ་ཡིན་ཙང་དེ་ཚོའི་ཐོག་ལ་བསྐྱར་བཤིག་དང་ཡང་བཤིག་ནན་ཏན་གནང་དགོས་གལ་ཆེན་པོ་རེད། དགེ་འདུན་གྱི་སྡེ། སྒྲིག་འཛུགས་ལྟ་བུ་ལ་མཚོན་པ་ཡིན་ན་ཡང་སྒྲིག་འཛུགས་དེ་ཚོས་སོ་སོའི་སྡེ་ཚན་གྱི་ནང་ལ་ཡོད་པའི་མཁས་པ་དེ་ཚོ་བེད་སྤྱོད་ལོག་པ་བཏང་མཁན་ཡང་མང་པོ་ད་ལྟ་ཙམ་མ་ཟད་པའི་སྔས་མ་ནས་བྱུང་ཡོད་རེད། སྔས་མ་ང་ཚོ་བོད་ལ་དུས་བདེ་ཞི་འཇགས་ཡོད་དུས་སྐབས་རེ་གྲྭ་ཚང་གི་དོན་དག་གདན་ས་གི་དོན་དག། ཚེ་རང། ཨ་མདོའི་ལུང་པ་ལ། ཡང་མེད་ན་བྱང་ལ་ཡང་མེད་ན་གཙང་ལ་འབུལ་དུས་ཕེབས་རོགས་གནང་ཟེར་ནས། གྲྭ་ཚང་ཁང་ཚན། དེ་འདྲའི་དོན་དག་ལས་དགེ་བཤེས་ཡག་པོ་དེ་འདྲའི་འབུལ་དུས་ལ་བཏང་བཞག་པ། འབུལ་དུས་ལ་བཏང་ནས་དགེ་བཤེས་ཚོ་ལོག་མ་ཐུབ་པ་དེ་འདྲའི་མང་པོ་བྱུང་བསྡད་པ་རེད།

ཡོང་བསྡད་ཀྱི་ཡོད་རེད། སོ་སོའི་འདོད་པ་དང་ལེན་བྱེད་མཁན་ཡང་མང་པོ་ཡོད་རེད། ཨ་ནི་གཞན་གྱི་བཀོད་ནས་ཕེབས་མཁན་མང་པོ་ཡོད་རེད། གདན་ས་རང་གི་ནང་ལ་ཞུགས་ནས་ཆོས་འཆད་ཉན་གནང་བ་ལས་ལྷག་པའི་ཚིག་གིས་ཕྱི་ལོགས་ལ་ཕེབས་ནས། བསྟན་པ་ལ་ཕན་ཐོགས་ཆེ་བ་ཅིག་ཡོང་ཡག་དེ། ཁ་པོ་ཡིན་ས་རེད་ཟེར་ང་དེ་འདྲ་དྲན་ཐེངས་ཀྱི་འདུག་གདན་སའི་ནང་ལ། དགེ་ཕྲུག་ལྔ་དྲུག་ཅིག་ལ། ཆ་དཔེ་ཡག་པོ་ཁྲིད་པ་དང། ཐག་རིང་པོ་ཅིག་ལ་ཡང། དགེ་ཕྲུག་བརྒྱ་ཕྲག་ཁ་ཤས་ལ། ཆོས་བསྟན་པ་སྙིང། ཕུགས་རྒྱང་རིང་པོའི་ཕན་ཐོགས་ལ་བལྟས་པ་ཡིན་ན། གདན་སའི་ནང་ལ་མ་འོངས་པ་ལ་ཡང།

མ་གཞི་དེ་སྐལ་བ་བཟང་པོ་རེད་དེ། ཡིན་ནའི། བསྟན་པའི་རྩ་བ་དེ། ད་ལྟ་གདན་ས། དབུས་ཀྱི་གདན་ས་ཁག་ལ་གནས་ཡོད་པ་ཡིན་ཙང། ངས་མདའི་གདན་ས་བཞག་ནས། ཨ་ནི་ཕྱོགས་མཐའ་ལ་འགྲོ་ཡག་དེ། བསྟན་པའི་བྱ་བ་ཆེན་པོ་བསྒྲུབ་ཡག་ཅིག། ཡོང་ཡག་གི། གནས་ཚུལ་གཟིགས་ཀྱི་མི་འདུག་ཟེར་ནས་ཁེར་ཁྲོ་ཅིག་ཕེབས་ཡོད་མ་རེད་དེ། གདན་ཞུའི་བཀའ་ལན་གྱི་ཕྱག་བྲིས་དེ་བཞག་གི་གོ་རྒྱུ་ཆེན་པོ་དང་གཏིང་ཟབ་པོ་ཡོད་པ་བྱས། གྲྭ་སའི་དགེ་བཤེས་དེ་རིང་སང་ཉིན་གྱི་གྲྭ་སའི་དགེ་བཤེས་དེ་ཚོས་གཟིགས་བས་ཀྱི་རེད། མཁས་གྲུབ་རྗེས་ཀྱི་གསུང་ཐོར་བུ་ན་ཡོད་རེད་དེ་གཟིགས་ན་ད། མཁས་གྲུབ་རྗེས་ཀྱི་དགོངས་པ་ག་འདྲས་ཅིག་བཞེས་ནས། བསྟན་པ་ལ་མ་སེམས་པ་ཞིག་ནི་མ་ཕེབས་པ་རྩ་བ་ཉིད་མ་རེད། བསྟན་པ་ལ་དགོངས་པ་ཞེ་སྡང་དེ་རྒྱ་ཆེ་ཆུང་གི་གནས་ཚུལ་དེ་བསྡུར་ནས་གཟིགས་ནས་གསུངས་པ་རེད་བསམ་གྱི་ཡོད། ཀེ་རུ་རིན་པོ་ཆེ་ཧ་ཅང་གི་བཀའ་དྲིན་ཆེན་པོ་རེད་སངས་རྒྱས་ཀྱི་བསྟན་པ་སྤྱི་དང་བྱེ་བ་འཇམ་མགོན་བླ་མའི་བསྟན་པ་ལ་ཡང། དངོས་མེད་བཅུ་པོས་གཟུངས་ཐག་གིས་རབ་བྱུང་རྣམས་ཀྱི་ལུས་མཛེས་བྱེད། རབ་བྱུང། གཤིན་པའི་རྟགས་འཆང་བ་བསྟན་པ་བགྱིད་པའི་བརྟུལ་ཞུགས་ཡིན་ཟེར་ནས། སྐབས་དེ་དུས། ཕྱོགས་ལ་ཕན་ངན་དེ་ཚོའི། ཕུ་ཐུང་ཅན། ཆོས་ཡག་དང། ཨན་འཛམ་རིག། ཕྱོགས་བཅུའི་སྐབས་ལ་ཡ་སྐྱ་ཆེ་ཤོས་ཡག་དེ་ཚོ་ལས་མཁས་གྲུབ་བརྒྱུད་ཞི་དྲག་བཀའ་བཀྱོན་གནང་ཡོད་རེད། དེ་ཚོ་ཡང་ད་ལྟའི་གནས་སྐབས་ལ། དགོས་པ་དང་འཚམས་པ་དེ་འདྲ་རེད་བསམ་གྱི་ཡོད། ང་ཚོ་རྒྱ་གར་སླེབས་ནས་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ལྕང་ཨུ་རིན་ཆེན་ཛེ་བྷ་ཁྲི་ལའི་སྣ་མང་ཅིག་གི་བློ་ཡུལ་ལས་འདས་པའི་ཛེ་བྷ་ཁྲི་ལའི་རྒྱ་ཆེན་པོ་སྣ་མང་ཅིག་བསྐྱངས་པ་དེ་ཚོ་ཚང་མའི་ནང་ནས་ང་རའི་ངོས་ནས་ཁྱད་དུ་འཕགས་པའི་མཛད་ཆེན་གྱི་གྲལ་ལ་ཡ།

སྟབས་བདེ་མང་ཡོང་བ་བཅས་ངེས་པར་དུ་དགོས་རེད། གདན་ས་ཁག་ལ་ལྷུང་ཉེར་བཞི་སྦྲགས་ཀྱི་ཡག་བོ་ཆགས་ཡོད་རེད། སྐྱབས་མགོན་རིན་ཆེན་དུས་དང་རྣམ་པ་ཀུན་ཏུ་ཐུགས་ཁྲལ་གནང་ཡག་དེ་གདན་ས་ཁག་གི་ལྷུང་ཉེར་མ་ཉམས་བ། རིས་སུ་མ་མཆིས་པའི་ཆོས་བརྒྱུད་ཁག་གི་ནང་ན་ལྷུང་ཉེར་མ་ཉམས་བ་ཞིག་གནས་ཡག་དང། དེའི་ཆེད་དུ་སྟབས་མཐུན་ཅི་རབས་གར་བསྐྲུན་དགོས་ནས་བསྐྲུན་ཡག་གི། ཐུགས་རྗེ་དེ་ཡང་ཡང་གནང་གི་ཡོད་རེད། གདན་སའི་ལྷུག་བརྙན་དེ་ཉམས་པ་ཡིན་ན། དེ་ནི་ཕལ་ཆེར་བོད་བརྒྱུད་དང་ལྡན་ཆ་ཚང་ཉམས་པ་རེད་ཟེར་ནས་ལབ་ཆོག་ཡ་རབ་ཅིག་རེད། འབྲུག་སྒྲ་དང་རྔ་སྒྲ་དེ་ཚོས་བོད་བརྒྱུད་ནང་བསྟན་ཡོངས་གསོ་བ་ཅིག་འཛིན་སྐྱོང་བྱེད་ཐུབ་ཀྱི་མ་རེད། བོད་བརྒྱུད་ནང་བསྟན་ཟེར་ཡ་དེ་ད་ད་ལྟའི་གནས་སྐབས་ལ།

གསང་ཆེན་རྡོ་རྗེ་ཚེ་པའི་རྒྱུད་གཞུང་གི་བར་དུ་གསུངས་པ་ཡེ་ནས་རེད། ཡང་མིན་ན་ཐིག་པ་གསུམ་རྒྱུད་སྡེ་བཞི། གྲུབ་མཐའ་བཞི་བསྡུས་པའི་སངས་རྒྱས་སྤྱོད་ཚུལ་ཡོངས་རྫོགས་པ། འདི་བོད་ལ་མ་གཏོགས་ག་བ་ལས་མེད་པ་རེད། ད་ལྟ་སངས་རྒྱས་ཀྱི་བསྟན་པ་ཡོད་སར་གྱི་ལུང་པ་དེ་ཚོ་ཚང་མ་ལོག། རྐང་རེ་རེ་རེ་གི་བསྟན་པ་འཛིན་པ་མ་གཏོགས་ཡུང་སོ་བའི་བསྟན་པ་ཅིས་ཡོད་མ་རེད། ལངྐ་དང་མན་དམར་ཐ་ལན་ལྟ་བུར་མཚོན་པ་ཡིན་ན། ཉེ་དུས་ཀྱི་སྡེ་བ་བཅོ་བརྒྱད་ཀྱི་ནང་ནས། ཕ་བ་གནས་བརྟན་པའི་སྡེ་སྤྱི་བོ་རེད་དེ་ལས་གཞན་པའི་སྡེ་བ་གཞན་པ་ཡོད་མ་རེད། འཕགས་པ་གནས་བརྟན་པའི་སྡེ་སྣོད་གསུམ་པོ་དེ་ཆ་ཚང་བ་ཅི་ཡོད་མ་རེད། འཕགས་པ་གནས་བརྟན་པའི་སྡེ་སྣོད་གསུམ་པོ་དེ་ད་ལྟ་དཔའ་རིས་སྐལ་བཞུགས་པ་དེ་ཆ་ཚང་བསྡོམས་རྒྱུའི་སྐབས་ལ། ལྡེབ་གྲངས་བཞི་བཅུ་ཞེ་བཞི་ཡོད་རེད། ལྡེབ་གྲངས་བཞི་བཅུ་ཞེ་བཞི་གི་འབོར་བརྩི་གི་ཡིན་ན། ང་ཚོས་ཡོངས་བརྒྱད་པ་ལས་ཉུང་བ་ཡོད་རྒྱུ་རེད་བསམ་འདུག་འབུམ་དུམ་པ་བཅུ་གཉིས་དང། གནས་བརྟན་པའི་དེ་བས་དེ་ནུས་གསུང་ཡོངས་རྫོགས་དེ་མདོར་ཡིན་ན་འབུམ་དེ་ཡི་ཚོགས་མང་ཡོད་རེད། ཁོ་ཚོས་དེ་ནུས་གསུང་པོ་དེ་ཡི་ཚོགས་ཉུང་ཡོད་རེད། དེ་འདྲའི་གི་དེ་ནུས་གསུང་པོ་དེ་ཡི་བཤད་པའི་རྒྱུན་ཆ་ཚང་བ་གཅིག་མེད་རེད།

ལུང་པ་གཞན་པའི་ནང་ལ་ཚད་མ་རིག་པ་ཁྱོན་ནས་མ་དར་རེད། ཚད་མ་རིག་པ་མ་དར་བའི་དབང་གིས་གཞུང་ཕྱི་མ་ལ་ལྷུག་རྙིང་དཔྱད་པའི་སྐབས་ལ་ཡ། དཔྱད་གསུམ་བཏགས་པའི་རིགས་པའི་ལམ་ནས་ལྷུག་རྙིང་དཔྱད་དགོས་སྐབས་དེ་སྨྲས་པ་རེད། བླ་མའི་བཤད་རྒྱུན་ཙམ་གཅིག་དེ་ཡ། རགས་པ་ཙམ་གྱི་གོ་བ་དང་གྲངས་འབྲིང་ཙམ་གཅིག་གི་ཐོག་ནས་འགྲོ་ཡ་གཅིག་རེད། བོད་བརྒྱུད་ནང་བསྟན་དེ་ནཱ་ལེནྡྲའི་བརྒྱུད་པ་ཐུན་མོང་མ་ཡིན་པ་ཆ་ཚང་བསྣན་པའི་བསྟན་པ་ཡིན་པའི་དབང་གིས་ད་ད་ལྟ་དེ་ཆོས་ཀྱི་ཕུང་པོ་སྐྱེ་འགྲིགས་གསུངས་སུ་གནས་མི་འདུག་ཐིགས་པ་གསུང་དང་རྒྱུད་སྡེ་བཞིས་བསྡུས་པའི་ཡང་མིན་ན་དྲུག་དང་མང་བ་བཞིས་བསྡུས་པའི་ཆོས་ཚུལ་ཡོངས་སུ་རྫོགས་པ་དེ་ཆ་ཚང་བ་འདི་བོད་ལ་མ་གཏོགས་མ་གནས་པ་རེད། དེ་ཡང་རིག་པའི་ལམ་ནས་སྒྲོ་འདོགས་བཅད་ནས་ཐོས་བསམ་བྱས་ཀྱི་སྲོལ་དེ་ད་དུང་ཉུང་བ་རེད། ད་དེ་འདྲས་ཀྱི་རྩ་ཆེན་པོའི་བསྟན་པ། མོ་དེ་གཞན་གྱི་གཞུང་ལུགས་ལ་ཇི་ལྟ་ཇི་ལྟར་རྣམ་བསམ་པ། དེ་ལྟར་དེ་ལྟ་དེ་ལྟར་བདག་གི་ཡིད། ཁྱོད་ལ་བཀོད་ནས་དད་པར་འགྱུར་གསུངས་པ་དེ་ངན་མ་ངན་ཞེ་དྲག་མགོ་བཙུགས་གནང་དེ་དངོས་གནས་རེད་བཞག།

མི་དེ་ཚོ་ཟླ་བའི་ནང་ལས་ཕྱིན་པ་ཡིན་ད་མིག་དམར་ནང་ལས་འགྲོ་གི་ཡིན། སི་ཡར་གྱི་གནས་སྟངས་ཀྱིས་ལས་ཡོད་རེད། ཡིན་ནས་ཁོ་ཚོ་ཟླ་བའི་ནང་ཕྱིན་པ་ཡིན་ནའི། བཟོ་བོའི་ལྗིད་ཁོག་དེ་ཁྱུང་རུ་འགྲོ་གི་ཡོད་རེད་མ་གཏོགས། ཉོན་མོངས་པའི་བློ་དེ་ནི་ཆ་ཕྲ་མོ་ཙམ་ཡང་མ་ཉམས་བྱས་ནས་ལས་འགྲོ་ཡག་ཞིག་མ་གཏོགས་ཡར་གྱི་ཕྱིན་ནས་ཉོན་མོངས་ཆུང་རུ་འགྲོ་ཡག་གི་གནས་སྟངས་ཅིག་ཡོང་གི་ཡོད་མ་རེད།